ཡ། རྒྱུ་ལས། དེ་ནི་ལ་དྭགས་ཆོས་སྐྱིད་བགྲོ་གླེང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་དང་གཞན་ཡང་བསམ་ཁམས་མི་མང་ལྷན་རྒྱས་ཚང་མ་ལ་སྔ་དྲོ་བདེ་ལེགས་དང་རྒྱུ་ལས་ཞུས་ཏེ། ངེད་ནས་དེ་རིང་ང་དང་ག་ན་ཡང་ཚིག་ཁ་གཅིག་བཞིན། ལྷར་བཅས་སུ་སྟོན་པ་སངས་རྒྱས་ཀུན་གྱི་དངོས་སུ་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ།

ཨེ་ནེ་དེ་ནས་ཀྱང་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་མཇལ། ཨེ་ནེ་བླ་མ་དགེ་བའི་བཤེས་གཉེན་མང་པོ་ཞིག་དང་དངོས་སུ་མཇལ་ཏེ་དེ་ནས་གསུང་ཆོས་ཟབ་མོ་དེ་ནས་ཞུ་བྱ་སའི་གོ་སྐབས་ཐོབ། ཨེ་ནེ་ཨི་གཟུགས་སྐལ་པ་བཟང་པོ་ཡོད་པའི་དུས་ཚོད་པོ་ཞིག་དེ་ན་ང་དང་ཚང་མས་ཤེས་ཏེ། ཨི་གོ་སྐབས་བཟང་པོ་ཨ། དེ་ནས་ག་གེ་དེ་ན་ང་ཏང་སྟ་གོ་སྐབས་བཟང་པོ་ཡིན་ཀར་འདུག་ང་ཏང་ཤེས་ཏེ་ཨོ་ད་ང་ཏང་རང་ཡང་ན་སྐབས་པོ་ཡེ་ནས་ག་གེ་དེ་ན་འགོད་ལ་ཆ་མ་བཅུག་ག་ཨོ་ང་ཏང་རང་ཡང་སྐྱེ་བ་སྟིང་མེ་ཨོ་ད་ག་ཡོང་རྗེས་ཅ་ནི་ཡེ་ནས་སྐྱེ་བ་ན་སྐྱེ་བ་ཚུགས་པ་ཨོ་ད་ག་དོན་དང་ལྡན་པ་ཞིག་ཡིན་ན་ཡོང་རྗེས་པོ་ཨོ་ད་སྤྱོད་ན་ཨོ་ད་ང་ཏང་བདག་ས་འདི་ག་སྤྱོད་ཉན་གྱིས་ཡོད་ཀྱ་ཟེར་ཏེ་ཞུ་བྱས་ན་ལེགས། ཨོ། གསུངས་པ་བསམ་ན་ད་དེ་འོ་ན་དགའ་བསུ་གི་ཡོད་ཀྱག་ཟེར་རན་པོ་ཅིག། ཅེས་ཟེར་ན་དག་ས་ང་དང་ཨོ་ད་དགོས་ཤ་ཟེར་རྐྱེན་ཚང་མ་ཚང། མི་དགོས་ཤ་ཟེར་དེ་ནས་དགའ་རྐྱེན་སྤར་ཆ་ཚང་མ་བསྒྲལ་དེ་ཡོད་པ་བསམ་ན་ཨོ་དེ་ལ་ང་དང་ཨ་ཅི་བཞག་ནོག་ད་ལོ་ཨར་བརྒྱད་དང་སྦྱོར་བ་བཅུ་ཚང་སྤེལ་མི་ཡི་ལུས་རྟེན་ཟེར་རན་ནོག། དཔེར་ན་ང་དང་ཏུ་རེ་ག་སྐད་ཟེར་དེ་ཡོད་པིན་ན། དེ་ནི་ལྟ་ལོར་བརྒྱད་མ་ཚང་ཨ་ནོག་ཨ་ལས་མི་ཁོམ་པའི་སྣ་སུ་སྐེས་དེ་ནོག་ཨོ་ཨ་ཏུ་དྲའི་སྣ་སུ་སྐེས་པ་བསང་ན་ཨོ་སོང་པ་བསང་ན་ད་ཏུ་དྲོ་ཨ་སྐེས་དེ་ཡོད་ན་ཨི་ན་ཟུག་གི་ད་ཏུ་དྲོས་ནའང་ཡང་ཚང་མ་སྡུག་བསྔལ་ཅན་ཅིག་ཡིན་ནོག་ཟེར་ན་དེ་ཡོ་ང་དང་ཟེར་ཤེས་ཤ་མེད་ཀྱ་ཏུ་དྲོས་ནའང་ཡང་ཏུ་དྲོ་ཞིག་ཅིག་ང་ག་ག་སྤེ་ན་ང་དང་ཀྲོང་པ་ཕྱུག་པོ་ཕྱུག་པོ་ཡ་ཤ་རྒྱ་ལ་ཅོ་ག་ནི་ཁྱི་དང་ཨོ་ཨུ་ཟུག་གི་ཏུ་དྲོའི་རིགས་ལ་སྐེ་ན་ཙམ་ཞིག་ཁོང་ཨོ་ད་ཡ་ཤ་ཅོ་རུག། ཡིན་ནས་ཀྱང། དེ་ནས་བདག་ས་རང་ཁོ་ང་གཅིག་ནང་གཅིག་བསགས་པའི་སྡུག་བསྔལ་གཅིག་ནང་གཅིག་དེ་ནས་དགའ། བཀོལ་སྤྱོད་ཀྱི་སྡུག་བསྔལ་དེ་གཟུགས་རང་དང་མེད་སྐྱེས་དང། ཡིན་ན་ཡང་ཁོ་རྟུལ་འབྲས་སྣ་ལ་སྐྱེ་བ་ཙམ་གྱིས། ངས་ནི་ཁོ་གཏི་མུག་རྨོངས་པའི་གཞན་དབང་ཅན། ཨོ། དེ་ནས་རང་གིས་ཨོ། བདག་ཅེས་ཆོ་ག་ལས་དགའ་ཁྱེད་དེ་རང་རྣམ་དཔྱོད་ཅང་མེད་ཀན། ཨོ་དེ་ནས་རང་གཞན་སུ་ལ་ཡང་ཨོ་ད་དེ་ནས་ཕན་པ་དང་དེ་ནས་དོན་རྒྱ་ཆེན་མོ་བཅོ་མ་ངན་ག་འཇིགས་སྣ་ཞིག་ག་སླེབས་ཏེ་ཡོད་པ་བསམ་ན་ཨེ་ནས་ད་དེ་ནས་ག་གཟན་ཐུང་ཡིན་ཨོ་དེ་ན་ད་ང་དང་སྐྱིད་པོ་གྱོན་ཅིག་གཉིད་ལོག་འཇིགས་སྡུག་ཅག་ཞིག་མ་གཏོགས་ཨོ་ད་ནས་སེམས་ཅན་གཞན་ལ་དེ་ནས་བརྩེ་བའི་སྐུ་ན་བསླངས་ཏེ་ཕན་པ་བཅོ་ངན་ཅི་སྡུག་ཨ་ཨོ་རང་གི་དྲིན་ཅན་ཕ་མ་ངོ་ནས་ག་དྲིན་བསམ་ངན་ཅི་སྡུག་ཨ་ཨོ་འགྲོ་བ་གཞན་ལ་བར་ནས་ཕན་བདེ་རྒྱ་ཆེན་མོ་བསྒྲུབ་ཅི་སྡུག་ཨ་དེ་ཚང་མ་ཁྱེད་དེ་ན་ཁོ་མགོ་སྐབས་རྩ་བ་ཉིང་ན་སྨད་པ་བསྲང་ན། ཨེ་ནི་གཱ་ང་དང་ཏུ་སྒྲོལ་ཤི་ནཱས་ལ་མ་སྐྱེས་ཨ་མི་ཤི་ནཱས་ལ་སྐྱེས་པ་བསྲང་ན་ང་དང་ཨོ་ད་ཏལ་བར་གྱ་དེ་ན་ང་དེ་ན་གཅིག་ཨོ་དོ་དང་ཨོ་དོ་ལོ་ལེ། ད་དེ་ན་ཙོག་ལ་ཨེ་ནི་ཉལ་བ་ཨི་བདག་ཨོ་ད་དེ་ནས་གཱ་སྐྱེས་དེ་ན་ལྷ་ཚེ་རིང་པོ་ཨོ་ད་དེ་ན་ཙོག་ལ་ད་ང་དང་དེ་ནས་ལྐུགས་པ་ཨོན་པ་ཟེར་ར་ཙོགས་ད་མདོར་དུ་ན་གཱ་གཟུགས་ཤི་ག་སྐྱེས་ཏེ་ཡོད་ན་ཡང་ཁོང་མི་ཁོམ་པའི་ཤྲཱི་ནཱས་སྒེར་པོ་བཀའ་ཟུག་ཞིག་ག་སྐད་བལྟས་ཡོད་ན་ཡང་ད་དེ་ན་ང་དང་མི་ཁོམ་པ་གཟན་པོ་ཅིག་ཨོ་ཆོས་རྣམ་པར་དག་པ་བསྒྲུབ་བྱ་ལ་ཨོ་མི་ཁོམ་པ་ཨར་རྒྱལ་དང་འདྲ་ལ་བ་ས་ན་ང་དང་ད་ལོས་བསྟན་ཐོབ་དེ་ཡིན་ནོ་ཟེར་གྱིན་བ་ལེ་ཨོ་ད་ཅི་ཡིན་ནང་མེད་ན་ཧ་ལེ་ད་ང་དང་ཚང་མ་ཨོ་དེ་ནས་རང་ཡིན་ནང་ཁང་པའི་ནང་འདུག་སྟེ་ཡ་མེད་ན་རང་ག་གེ་དེ་ན་ང་དང་རབ་བྱུང་ཡིན་ན་ནི་དགོན་པ་བཞུགས་སྟེ་ང་དང་སྐྱ་བོ་དངོས་གནས་ན་ནིང་ནང་གི་གྲོང་པའི་ནང་བཞུགས་ཏེ་རང་ཡུལ་ནང་ཁང་པ་དངོས་ལ་བཞུགས་ཏེ། འོ་ད་ང་དང་མི་ཚེ་སྐྱལ་དགོས་ཟེར་བ་ལས། ད་ལྟའི་མི་ཚེ་བཟང་པོ་ཞིག་གི་ནང་སྐྱལ་ཡིན་ནའང་ངན་པ་ཞིག་གི་ནང་སྐྱལ་ཡིན་ཟེར་དཀར་འབུ་ཁྱེད་དེ་ནང་རང་གི་ལག་པ་ཡོད་དེ་ནོར་མ་གཏོགས་མི་སུ་གཅིག་ཡིན་སང་འོ་དེ་ལ་ང་དང་ཐེར་ཐོགས་རྒྱ་ཆེན་མོ་ནང་ཤུགས་ཆེན་མོ་བཏང་ངན་ཅན་ཞིག་མེད་སྐྱ་ག་ལེར། ད་ལྟའི་ཚང་མ་ཡོད་ང་ལ་མགོ་མ་ན་འོ་ད་ང་དང་ཚང་མ་ཁྱེད་དེ་ནང་སློབ་སྦྱོང་ཡ་མེ་ན་ཀ་ཤེས་ཟོན་ཅིག་ཡོང་མགོ་ཤ་སྤུ་དམངས་སྟེང་ཁག་བཅའ་ནིན་ཀྱང་མི་ཡ་ག་ཁྱེད་དེ་ན་ང་དང་ལ་དད་པའམ་ཡ་མེ་ན་མི་རྣམ་དཔྱོད་རྩ་ཆེན་མོ་ཅིག་ཡོད་ཀྱང་དེ་རྣམ་དཔྱོད་པོ་ཁོ་རང་རྣམ་དཔྱོད་ནང་བཞིན་ཅིག་ལ་མེ་ཀ་ན་འགྲུལ་ལ་ལ་འོ་ང་དང་སློབ་སྦྱོང་ཡ་མེ་ན་ཤེས་ཟོན Education། རྒྱ་ལས་ཡོང་དགོས་ཞེས་བུ་མ་ཁག་ཅན་ཡིན་ཀྱང། ད་བསྡད་ན་ཡང་གདངས་དེ་རིང་ཡི་དུས་ཚོད་ལ། འོ་ང་དང་གདངས་དེ་རིང་ཡི་སློབ་སྦྱོང་བུའང་ཡོང་དགོས་ཞེས་བུ་མ་ཁག་ཅན་གྱིས་བཀག་དཔེར་ན་ང་དང་ཨ་བ་ལས་ན་ཨ་མ་ལས་ཞིག་ཡིན་ན། འོ་ད་རང་ཨ་དགོ་མེད་ཀ་ཕྲུ་གུ་མ་སྦྱོར་ར་དཀའ་ངལ་ཡོད་ད་ནོག་ད་ད་ཕྲུ་གུ་སྦྱོར་དེ་སྟེང་ན། འོ་ད་ཕྲུ་གུར་དེ་མེད་ཡི་ལམ་བི་ན་སྐྱལ་དགོས་ཞེས་བུ་གི་ད་ན་ཨ་བ་ན་ཨ་མའི་ལ་སྒ་ནིན་ཀྱག་ད། ཨོ་ད་ཨ་བ་ན་ཨ་མའི་ལ་གཟཀ་ནིན་པ་བསང་ན་ཨོ་ད་ཕྲུ་གུ་ལམ་ག་གཟུགས་ཤིག་ཡིན་ན་རྡེ་མེད་གི་ན་སྐྱ་ལིན་རྫི་རན་པོ་ཅིག་ད་དགོ་མེད་ག་ད་ང་ད་ཕྲུ་གུ་ཧ་ལས་ག་འབྱོར་དེ་སྟིང་ན་ཨ་བ་ན་ཨ་མའི་རྩམ་སེམས་པོ་ཁོ་རང་སྡོང་པོ་ཁོ་རང་འཛུམ་ཤིག་ཨེ་འདུག་ཏུ་ཨ་ལས་ད་ཕྲུ་གུ་མ་འབྱོར་ཙ་ན་ཨ་བ་ན་ཨ་མ་རྩམ་ཤི་རཀ་ངལ་འདུག་ད་ག་ལྟེས་ཨ་བ་ན་ཨ་མ་སུ་ཀར་ལ་ཡང་དགོ་མེད་པོ་ཕྲུ་གུ་མ་འབྱོར་རན་པོ་ཅིག་ད་དགོན་པ་ཚང་མ་རྒྱ་ལ་སོང་དེ་མན་ཨོག་ད་དེ་ན་ཅོ་ལ་པད་དགར་རྩ་དགར་ལ་སྣ་སྐོར་ལ་སོང་ཆགས། ཚལ་འཆོལ་མེད་སྐྱེར་ཁྲིམས་བཅོལ་བུལ། ཨོ་ད་དེ་ནས་ང་དང་གྲོ་མ་འབུམ་སྡེར་བཏང་བཀའ་འགྱུར་གཏམ་འགྱུར་སིལ་ལ་སོགས་པ་ད་འདྲ་མི་འདྲ་མང་པོ་བཛྲ་སྟེ། ཨོ་ད་རིགས་གཅིག་ཨ་ད་དེ་གཟུགས་བཛྲ་དགོ་ས་ནོ་རིགས་གཅིག་ཨ་དེ་གཟུགས་མ་བཛྲ་དང་བརྗོད་ར་ནོ་རིགས་གཅིག་ཨོ་གཟུགས་བཛྲ་དེ་མིན་ནི་ཕྲུ་གུ་བརྗོད་ར་མིན་ནོ་བར། ད་ཨི་ཟམ་ཚོགས་བསགས་སྒྲིབ་སྦྱང་མང་པོ་བཛྲ་སྟེ། ཨི་ཟམ་དེ་ནས་རང་ཨེ་ཧ་ལས་ག་ད་ཏོ་ཨི་ན་ཨི་ནོ་བ་ལས་ཕྲུ་གུ་ཞིག་མ་འབྱོར་ན་ཨེ་ནི་རང་གི་ཕྱོགས་གཅིག་ནས་སྐྱེ་དེ་ན་ནང་ཁང་པ། ཨོ་ད་དེ་ནས་དགའ་རང་རྡག་ས་བཙུགས་པ་ཚེ་འདི་ན་དཀའ་ངལ་འབར་མདོ་བརྒྱབ་སྟེ་ས་དཀའ་ནས་རྒྱུ་ནོར་ལོངས་སྤྱོད་ཚང་མ་རྡག་པོ་བརྒྱབ་ག་འགྲིག་གོ་ཟེར་རོ། དེ་ནས་ཕྱོགས་གཉིས་ན་ལྟ་ན། དགའ་ཨ་བ་ལས་ན་ཨ་མ་ལས་ཞིག་ང་དང་ཨ་ཟད་བག་སྟོན་བཅོས་ཏེ་མནའ་མ་མག་པ་བཅོས་ཏེ་སྟེང་ན་ཕྲུ་གུ་ཞིག་མ་འབྱོར་ན། ཨེ་ནས་ད་དེ་ག་ན་དགའ་ཁྱེད་དེ་ན་ང་དང་རྒྱུན་མི་རིགས་རྒྱུན་སྐྱངས་པ་མི་རིགས་པོར་རྒྱུན་པོ་ཆད་བྱེད་ཀྱག། ཨོ་ཀྲོང་པ་ཧོ་རང་སྟོང་བྱེད་ཀྱག། ཁོང་ལ་རིགས་རྒྱུད་དམ་ཡང་མིན་ན་ཁོང་གང་འདྲ་མཛད་ནོ་ད་ལྟ་ང་དང་ང་དང་ང་དང་དེ་རིང་ང་དང་ཧིན་དྷིའི་སྤེལ་ན་ཟེར་ན་ཨོ་ད་དེ་ཁོ་རང་རྩ་བ་ཉིད་ན་རྩ་རྩ་ལག་ཡང་མིན་ན་རྩ་སྟོངས་སུ་ཆད་པ་སང་ན་དེས་རྐྱང་བཅས་པའང་ཁོ་ཁོ་ང་དང་བླ་སྒང་གཅིག་ཡིན་ཀྱང། ཨོ་ན་ད་དེ་ཚང་མ་རྡེ་མེད་ཀྱོས་ཏེ་རྒྱ་ལ་ཡིག་ཀྱོས་ཏེ་སྐྱ་ང་ལ་ཡོ་ང་ལ་ཨོ་ད་དགོ་མེད་ཀ་ད་ཨ་བ་ལོན་ན་ཨ་མ་ལོས་སུ་དང་སུ་ཞིག་ཡིན་ན་ཁྲུའུ་ཨོ་ད་བུ་ཚ་གཅིག་བུ་མོ་གཅིག་གྱུར་ན་ཨ་བ་ན་ཨ་མ་ཁོ་རང་གཉིས་ཀྱིས་རྐང་བཅས་པོ་ཅོ་ཉན་དེ་རོ། ཨོ་ད་དེ་ག་གསུམ་པ་བུ་ཚ་གཅིག་ཐེ་བ་སྦྱོར་ན་ཨོ་ཨ་བ་ལས་ཨོ་ད་ང་དང་སྤྱི་ཚོགས་ལ་མི་གཅིག་གིས་ཡང་དགའ་གལ་ཏེ་ནང་ཨོ་ད་ང་དང་ག་ཕན་ཐོགས་སམ་ཡང་མེད་ན་མི་གཅིག་ཡར་རྒྱས་ཁྱོང་ཉན་ཏེ་རོགས། བུ་མོ་གཅིག་ཐེ་བ་སྦྱོར་ཨན་པོ་གཅིག་ཨ་མ་ལས་ཆོག་ན་ཡང་མི་གཅིག་ཐེ་བ་སྤྱོད་ཉན་ཏིན་ཀྱང། ད་ལྟའི་ན་ཚོད་ལ་ཕྲུ་གུ་གསུམ་བཞི་ལྔ་དྲུག་ཙམ་ཞིག་སྤེལ་ན་ད་ང་བཞག་སྔོན་བཙོག་སའི་དུས་ཚོད་ལ་ནི་ཨ་བ་ལོན་ཨ་མ་ལས་མང་ཚང་མ་ལ་མང་ཆེ་བ་ལ་འོ་ད་ཕྲུ་གུ་བདུན་བརྒྱད་དགུ་བཅུ་ཚུགས་པའང་ཡོད་གང་མང་པོ་ཡོད་ཀྱ་ད་ཡིན་ནའང་ལྡང་འདི་ནའི་དུས་ཚོད་ལ་ད་མང་པོ་ཡོད་ན་བཞི་ལྔ་མེད་ན་གཅིག་གཉིས་ཨོ་གཟུགས་རེ་མེད་མདོག་ཡོང་བ་མིན་བ་ལས། ད་དེ་ཚང་མ་རང་རང་རང་གི་ན་སྟངས་དང་མཐུན་པའི་ཡང་མིན་ན་དཀའ་ངལ་དང་མཐུན་པའི་དཀའ་གཟུགས་ཤིག་ཡིན་ན་ཡང་ད་ཉན་ན་ང་དང་སྤྱི་ཚོགས་ལ་ཞབས་ཕྱི་ཞུན་བསམ་ན་མི་རིགས་ལ་ཞབས་ཕྱི་ཞུན་བསམ་ན་ཨེ་ནས་རང་ཨ་མ་ཕ་མ་གཉིས་ཀྱི་རང་གི་རྐང་ཚབས་པོ་གཅིག་པོ་ཨང་ད་རུང་ཐེ་བ་གཉིས་གསུམ་བཞི་རེ་ང་དང་ཕྲུ་གུ་འབྱོར་ཉན་ན་དེ་ནས་བདེན་པས་ང་དང་ཁྱོད་ལ་ནང་པ་སངས་རྒྱས་པའི་ཆོས་ལ་ཡང་དེ་ག་ན་ཞབས་ཕྱི་ཞུ་བྱ་ལ་ཆེད་བཀག། རང་ལ་རགས་སའི་མི་རིགས་ལ་ཡང་དེ་ག་ན་ཞབས་ཕྱི་བཞུ་སྟེ་འགེགས། ཨོ་དེ་ནས་དེམ་པས་རང་རང་གི་ཏས་ཀ་དང་ག་གེ་དང་ཕྲུ་གུ་ཞིག་སྐྱེས་པ་ན་ཕ་ལ་དེ་ཕྲུ་གུ་སྐྱིས་པ་དེ་ཁོ་མི་ཞིག་ཡིན་པ་ན་ཕ་ལ་རང་སྤྱི་ཚོགས་ལ་ཞབས་ཕྱི་བཞུ་གན་རང་གི་མི་རིགས་ལ་ཞབས་ཕྱི་བཞུ་གན་ཨོ་རང་གི་ཕ་མ་སྤུན་ཟླ་ཨོ་ཨ་པི་ལི་ན་མེ་མེ་ལས་ཚུགས་པའང་ཞབས་ཕྱི་བཞུ་གན་གྱི་སྐོར་སྐྱིས་པ་དེ་འགུལ་རང་རོགས་ཡིན་ན་ད་རེ་རེ་གཉིས་གཉིས་སྐད་ཨོ་དེ་ནས་ཕ་མས་སྐྱང་སྟངས་དང་སྐྱོང་སྐྱོང་ཚུལ་བོ་མ་ཤེས་ས

ད་ངའི་སྤས་ཀ་ཁྱེད་ལྟར་ན་ཕྲུ་གུ་སྦྱོར་ཚར་དེ་སྟེང་ན་ཨོ་ད་ཕྲུ་གུ་ཨ། ཨོ་དེ་ནི་ང་དང་གདངས་དེ་རིང་གི་སློབ་སྦྱོང་ཡང་མིན་ན་གདངས་དེ་རིང་གི་ཤེས་ཡོན་གཅིག་པོ་དང་མ་གཅིག་པོ་མ་ཡིན་པ། ཨོ་ད་ང་དང་ནང་པའི་སྤྱི་ཚོགས་སྲིད་ན་སྐས་ཀ་ནི་མི་ཞིག་ཡིན་ན་ཨོ་ནང་པ་སངས་རྒྱས་སི་ཆོས་པའི་རྣམ་བཞག་པོའང་ཕྲུ་གུ་ལ་ཨེ་ནི་ལྟ་མགོ་ཤེས་པོ་ཨོ་ད་དམངས་སུ་དེའང་ཁག་དྲངས་ཀྱི་བྱེད་ཀྱང། ཅི་ཡོད་ཟེར་ན་ནང་པ་སངས་རྒྱས་པའི་ཆོས་སྤུ་གེ་དེ་ནང་ལ་ལྷ་མོ་ཞིག་འཇིག་རྟེན་འདི་ཀ་འབྱུང་བ་མེད་སྐད། ཨོ་ད་ཡིན་ང་དང་ག་གི་དང་ཡིན་ན་གཟུགས་ཡིན་ང་དང་སྐལ་པ་མང་པོའི་ནང་ང་དེ་ནི་མུན་པའི་སྐལ་པ་ཟེར་ག་ན་ཨོ་ད་ཡིན་གཟུགས་ཀྱི་སྐལ་པ་མང་ཀྱོ་ཡིན་ནང་བདག་སྲས་སྐལ་པ་གེ་དེ་ནང་ང་དང་སྐལ་པ་བཟང་པོ་ཡིན་ནོ་བདག་སྲས་སྐལ་པ་གེ་དེ་ནང་སྐལ་བཟང་སངས་རྒྱས་སྟོང་འཇིག་རྟེན་འདི་ཀ་སྐྱོ་ནད་པ་སྐྱོ་དད་པ་བསམ་ན་ཨོ་དེ་ནི་སྐལ་པ་བཟང་པོ་གཞོན་ནོ་སྒྲོན་མེའི་སྐལ་པ་གཞོན་ནོ། ཨོ་ད་འཇིག་རྟེན་ནི་ནང་པའི་སྒྲོན་མེ། ག་གེ་དེ་ན་མུན་འདྲེ་ཡི་སྐལ་པ་མིན་ཀྱང་ཨོ་དང་ལྡན་པའི་སྐལ་པ་ཞིག་ཡིན་ཀྱང་ཐ། ཨོ་ད་ང་དང་བདག་ས་ཨོ་དང་ལྡན་པའི་ཨོ་དེ་སྐལ་པའི་ག་ས་ཀེ་ས་དེ་ན་ཡང་ཨེ་ནས་སངས་རྒྱས་སྟོང་ཡོད་ན་ཨེ་ནས་རྣམ་འདྲེན་བཞི་པ་བདག་ཅག་གིས་སྟོན་པ་མཉམ་མེད་ཤཱཀྱ་ཐུབ་པའི་སྟན་པ་ཨོ་མི་ཡུལ་འཇིག་རྟེན་འདི་ག་ཡི་ཡོད་དེ་དེ་སྣ་སྐབས་ལ་སྐྱེས་དེ་ཡིན་པ་བསམ་ན་ད་དེ་སྣ་སྐབས་པས་ན་ང་དང་ཨ་བ་ལས་ན་ཨ་མ་ཞིག་གིས་རང་ཕྲུ་གུ་གཅིག་ཐེབས་པ་འབྱོར་ཏེ་དེ་ཕྲུ་གུ་ཨ་སངས་རྒྱས་སུ་ཡིན་དགའ་ངོ་ངོ་འཕྲོད་དེ་སངས་རྒྱས་སུ་ཆོས་པོ་དགོས་སྐབས་ཅིག་འབྱུང་བ་ཡིན་ན་ཨ་བ་ལས་ན་ཨ་མ་ལས་ཁོ་རང་ཨ་བསོད་ནམས་དཔག་ཏུ་མེད་པ་བསགས་ཏེ་རོགས་པ། བཀའ་གཏེར་མངའ་ཐང་ཕྲུ་གུ་སྐྱེ་སྒོ་བཀག་སྟེ་འདི་ཕྲུ་གུ་མངའ་ཐང་མ་སྐྱེ་ཡ་ཅི་བ་ད་ཁོ་ཟེར་ཤེས་ཤ་མེད་ཀྱ་ང་སོང་འཇིག་ཡིན་ན་སྐྱེ་ན། འོ་ད་ཨ་བ་ལེ་ན་ཨ་མ་ལེ་རང་དང་ལཱས་དང་སྨོན་ལམ་འབྲེལ་བ་ཡོད་ཀ་ནི་མི་གཅིག། འཇིག་སྟེ་འདི་ཀ་ཡོང་ཅེས་པོ་བཀག་སྟེ་འཁྱག་ད། དེ་ན་ང་དང་རིགས་གཅིག་ཡིན་ད་རུང་མ་ན་ད་ང་དང་ཚོར་སྐྱེས་ལ་ཨེ་ནས་སྤྲོད་པས་ན་ཕྲུ་གུ་ཆགས་ཏེ་དེའི་སྟེང་ན་ཡང་ཕྲུ་གུ་ཤིག་སྐྱེས་ཨི་གཟུགས་ཡང་ང་དང་ཡོང་ཐིག་འདུག་ག་ལེ་འོ་ད་དེ་ཀུན་གྱི་དེ་ན་ཧ་ཅང་ངེས་མིག་ད་དོར་དུ་ན་མི་བསད་པའི་ངེས་སྤགས་དེ་ག་ན་ཕོ་བ་སྐྱ་ད་སྤྲོད་པས་ན་ཕྲུ་གུ་ཆགས་ཚར་ཏེ་ང་དང་ཨེ་ནས་བསད་ན་ད་མི་བསད་པའི་ངེས་སྤགས་ཕོ་བ་ནོ། ང་དང་བསྟུན་རྒྱུ་ན་ཨེར་ཤོག་གཅོད་པ་གཟན་རིན་པོ་ཆེ་དགེ་སློང་དགེ་ཚུལ་དངོས་ལ་ཨེར་ཤོག་གཅོད་པའི་ཕམ་པ་ཕོག་ཨ་ཕོག་ཕོག་ཙ་ན་མིའི་མིས་ཆགས་པ་ཟད་པ་ཟེར་ཏེ་འདུག་ལ། མིས་ཟད་ཀ་ན་མ་ཟད་ཨེ་ནས་མིར་ཆགས་པ་ཟད་ན་ཟེར་ན་མིར་ཆགས་པ་ཟེར་ན་ཨ་མའི་མངལ་དུ་ཁྲོ་བོ་ཆགས་ཚར་ཏེ་སྟེང་ན་ཨོ་དོ་ཨེ་ནས་མེད་ཀན་བཅོས་ན་ཨོ་ད་དེའོ་མིས་ཟད་པའི་ངེས་པ་ཕོག་ཨ་རོ། དཔེར་ན་ང་དང་ཨམ་ཆི་ཞིག་ཡང་མིན་ན་སྒྲོག་དྲར་ཞིག་ཧ་ལས་ཨོ་གཟུགས་ཀྱི་ལ་ཤོག་གང་ཡིན་ན་ཨོ་ད་མི་གཞན་ཞིག་གིས་དྲོད་པའི་ནང་བར་ཨོ་ད་ཁབ་བཏང་སྟེ་ས་དེ་ནང་འདྲ་སྨན་བཏང་སྟེ་ས་དེ་ནང་འདྲ་ཨོ་པ་རེ་ཤན་བཅོས་སྟེ་ས་དེ་ནང་འདྲ་ཅི་ཞིག་བཅོས་སྟེ་དེ་ཚང་མ་ས་དེ་ན་ཨོ་ད་ཁོ་མི་ས་ག་ནས་ད་ང་དང་ཨི་ན་གཟུགས་ཀྱི་ཕོགས་ས་ཐོབ་ཡོད་ཀྱང་ཨོ་ད་གལ་ཏེ་གཟའ་ནང་པ་སངས་རྒྱས་པའི་ཆོས་ལ་བརྟེན་ག་ནས་ཨམ་ཆི་ཞིག། འོ་འགྲོགས་འགྲོར་ཅིག་ཡ་མེད་ན་ང་དང་སྨན་པ་ཁ་སྤ་ཅིག་ཡིན་ན་འོ་ད་འོ་དེ་ལ་སེ་ན་ཀ་འཇུག་ཡོད་ན་ཁོས་མི་ཚེ་ཡོང་སྒོ་འོ་ཁྱེད་དང་འོ་དེ་ཡིན་ན་ད་ཧ་ཅང་ངེས་དམིགས་ཆེན་མོ་འཁྱག་པ་ཤི་དེ་ན་ངལ་བའི་ནང་ཆ་ཆ་མི་ནི་ཡང་ལས་ཅང་མེད་འཁྱག་པ། གལ་ཏེ་ང་དང་ཨ་བ་ལས་ན་ཨ་མ་ལས་ཨ་འོ་རང་ཨ་ཕྲུག་གུ་ཞིག་འབྱོར་དེ་སྟེང་ན་ཕྲུ་གུ་མི་ཚེ་ནང་སློབ་སྦྱོང་བཏང་ན་སློབ་སྦྱོང་ག་གཟུགས་ཤིག་བཏང་ན་གནའ་མི་སང་ཨོ་ང་དང་ནང་པ་སང་རྒྱས་པའི་ཆོས་ཟ་བསྟན་དཀའ་ནི་ལོག་ཨོ་ཁྱེད་རང་ཕྲུ་གུ་ཤིག་ཤི་ས་དཀའ་ནི་ནང་ཕྲུ་གུ་ཨོ་གཟུགས་གི operation བཅོས་བཅའ་ཨོ་གཟུགས་གི་དེ་ཨ་གཟུགས་གི་གཤག་བཅོས་བཅོས་བཅའ་ནང་ཨེ་ནི་ཕྲུ་གུ་ས་བཅའ་སི་ལ་སི་པོ་ཁེད་ན་ཁྱེད་རང་མི་ཚེ་ནང་ནམ་ཡང་མ་བཅོས་ཟེར་ཏེ་ང་དང་ཆུང་ཚེ་ཙ་ན་ལྷ་བརྒྱ་བརྒྱབ་སྟེ་བོར་དགོས་ཤ་སོ་མང་སྟེ་ཁག་ཅན་བྱེད་ཀྱང། དེ་མེད་ན་པེ་ནེ་ཡོང་གོ་ཨ་ལྟ་སྟེ། ཨོ་དེ་ནས་ཨོ་གཟུགས་ཡིག་མང་པོ་ཨ་གཟུགས་སྤྱོད་ཁང་ནས་ང་དང་མང་པོ་ཡོང་འདུག་ཨ་ལས་ཨེ་ནས་དེ་ན་ཡང་ང་དང་རིགས་གཅིག་ནི་ཨེ་ནས་ཨ་བ་ལས་ན་ཨ་མ་ལས་ཚང་མ་ཕྲུ་གུ་མི་སྐྱེས་བཅས་སྤྱོད་བྱ་སྲིད་ཨི་གཟུགས་ཡང་ང་དང་བཀག་ཟོམ་སྤྱོད་ཁང་མང་པོ་ཡོད་ཀྱག་ད་དེ་འུ་ན་ཧ་ཅང་ངེས་དམིགས་ཆེན་མོ་ཡིན་ཀྱག་ད་བསམ་བློ་བཏང་སྟེ་ང་དང་ཁྱོད་ཀྱིས་བསམ་བློ་བཏང་སྟེ་ཁྱེར་ན་གསུངས་པ་བསམ་ན་ད་དེ་ཚང་མ་ཁྱེད་དེ་ན་ང་དང་ཨོ་ད་ཁྱོད་དང་འབྲེལ་བ་ཡོད་དེ་ནོག་ཨ་ཟེར་ན་ངའི་རྡག་སའི་ཀ་ནས་བཞུད་བྱ་སྤོ་བདེན་པས་རང་ཁྱོད་དང་འབྲེལ་བ་ཡོད་དེ་ཨེ་ནོག། ཨོ། སོང་པ་བསགས་ནའང་ང་དང་སྤྱོད་ལུགས་སྤྱོད་སྟངས་མ་ཤེས་ས་ངས་སྡང་ན་མ་བཞུད་ས་ང་དང་མི་མང་པོ་ཞིག་གིས་ད་རྐང་བཙུགས་སྟེ་ང་སྡིག་པ་བསགས་ཨེ་བསམ་སྟེ་སྡིག་པ་བསགས་ག་འཇིགས་མེད་ཀྱི་ཨག་པ་ཨེ་ན་ཡང་བས་ནས་ཨ་ལྟ་སྟེ་ཉོན་མོངས་པའི་གཞན་དབང་དུ་སོང་སྟེ་མི་གཞན་གྱི་ལྷ་བརྒྱའི་དབང་དུ་སོང་སྟེ་མི་གཞན་གྱི་མགོ་སྐོར་གྱི་དབང་དུ་སོང་སྟེ་ང་དང་སྡིག་པ་མི་དགེ་བ་དང་ལ་སྔར་པ་བསམ་གྱིས་མི་ཁྱབ་པ་མང་དག་མང་པོ་ཞིག་ང་དང་བསགས་ག་འཇིགས་བྱེད་ཀྱི་ཨག་པ། གྲངས་ཀྱིས་མི་ལངས་པ་ང་དང་ས་ག་འདི་ཆད་ཀྱང། འོ་དོ་ག་གཟུགས་ཀྱི་ཆད་ཀྱང་ཟེར་ན་ངས་དཔེར་ན་བདག་ས་འདི་ག་བཞུད་མ་བཞུད་ས་ག་ངེད་ཅག་འབྲོག་གྲོགས་ཅིག་ཡབ་ན་སྨན་པ་ཁ་སྤ་ཅིག Hospital ལི་ནང་སྨན་ཁང་ན་སྨན་ཞབས་སྨན་པ་ག་ལིག་སྡོད་དེ་འོ་དོ་དོ་ནི་པན་ཆེན་མི་ཅིག་གི་ཕྲུ་གུ་སོ་བཙན་པོ་ཅིག་ད་དེ་ག་ན་ཁབ་དང་དེ་སར་ན་སྨན་དང་དེ་དང་སར་ན་འོ་ད་ངེད་རང་མི་གསར་པའི་ངེས་པ་ཕོག་ལེ། འོ་གསུངས་པ་བཟང་ན་ད་དེའི་འོད་གེར་བལྟས་ན་འོ་ད་དེམ་པས་རང་འོ་ང་དང་སྒོ་མ་ན་གཟབ་གཟབ་བྱོས་ཏེ་ཨ་བ་ལེ་ན་ཨ་མ་ལེས་ཕྲུ་གུ་སྐྱེས་ཏེ་གཅིག་པོ་འདི་ག་མེད་ཀྱང་ཕྲུ་གུ་བ་སྒོ་མེད་ཀ་སློབ་སྦྱོང་བཏང་དགོས་ཀྱང་སློབ་སྦྱོང་བོ་ཡང་སློབ་སྦྱོང་ཚ་དང་ལྡན་པ་ཞིག་དང་སློབ་སྦྱོང་བོ་ལ་སྣ་མང་པོ་ཡོད་ཀྱང། ཨོ་ད་བདག་ས་འཛམ་བུ་གླིང་ཡིན་ན་ཨེ་ནི་ལྕགས་པ་དྲག་པོ་ཨོ་ཙོག་པོ་པདྨ་ན་མ་ན་མི་སྟོང་ཁྲི་འབུམ་བསད་ག་ནི་ལྕགས་པ་བསྒྱུར་མཁན་ཚང་མ་ཁོ་ང་ཕ་མ་ངོ་ནས་སློབ་སྦྱོང་བཏང་སྟེ་ཡོད་སྐད་ཁོང་ཡིན་ནའི་སློབ་སྦྱོང་པོ་ལམ་ལོག་པའི་ནང་ཆ་ཆ་སི་སློབ་སྦྱོང་པོ་བཏང་སྟེ་ཡོད་སྐད་ཨོ་ཁོ་ང་པད་ནས་ཡོང་གོ་མི་འདྲ་ཅི་ཞུ་སྐད་ཨོ་དེ་སྔོན་ལ་པད་ནས་པདྨ་ན་མ་ན་ཁང་པ་ངོ་ནས་ཁེ་ཏེ་ན་ང་དང་ད་དགའ་དགའ་ཕྱི་རྒྱལ་ལས་རྒྱལ་ས་ཆེ་རི་ཆེ་ཙ་ཚང་མ་ལ་ཁོ་ང་ཁང་པ་ཡོད་སྐད། ཡོད་སྐད་ད་ཨིན་ལཱ་སྤོ་ཁེ་ཏེ་ན་ཙོག་པོ་ལ་ད་ཐོ་ར་སྟེང་རྒྱུག་པའི་ཁ་ཁོ་རང་ཤི་ཁོ་རང་མི་གཞན་གི་ས་ཆ་ལ་ང་ད་ཐུག་ཐུག་ལ་མང་པོ་ཐུག་ལ་པེ་ན་ང་ད་ཅེས་ཅོག་ཨ་བིན་ལཱ་དིན་ཟེ་ར་ཙོག་སྟ་དེ་ན་ཙོག་ལ་དེ་ནས་ང་ད་འཛམ་བུ་གླིང་ཡིན་ན་དག་ས་ཚུགས་པ་མི་ས་ཨོ་ད་མི་ཨེ་ཤནོ་སྐྱོན་མང་པོ་ཅོས་ཅག་ཚོགས་སི་མགོ་ཁྲིད་ཅོས་ཀ་ཚང་མ་ཐ་མའི་ཁ་ཁོ་རང་མི་གཞན་ནི་ས་དེ་ཁོ་རང་ཨེ་ནི་མི་གཞན་གི་འོག་ཏུ་ཤི་དགོས་ཐུག་ལ། འོ་ད་འོ་དེ་ལ་ཚང་མ་ཁྱེད་ལྟ་ན་ལ་བདེན་པའི་རང་ང་དང་ཙོག་པོ་ཡིན་པ་བསམ་ན་འོ་ད་ང་དང་ཕ་མ་ཞིག་ཡིས་འོ་རང་གི་ཕྲུ་གུ་འབྱོར་ཚར་དེ་སྟེང་ན་ཕྲུ་གུ་སློབ་སྦྱོང་བཏང་ཙ་ན་འོ་ག་སློབ་གྲྭ་ཞིག་ཡིན་ན་བཏང་དགོས་དཔེར་ན་ང་དང་ལ་དྭགས་པ་ཞིག་ཡིན་ན་རང་གི་ཕྲུ་གུ་སློབ་གྲྭ་སློབ་གྲྭ་བཏང་སའི་སློབ་གྲྭའི་ནང་དགོན་པའི་སྐབས་དང་ལ་དྭགས་སའི་སྐབས་དང་ཡི་གེའི་ལྷ་བསགས་ཞིག་ལྟར་བརྒྱ་ཆ་བརྒྱ་ཐམ་པ་ཡོད་དགོས་ཟེར་ན་འོ་ད། འོ་ད་སྡང་འདི་རིང་ང་ཕ་མ་མང་པོ་ཞིག་གིས་ཕྲུ་གུ Engineer བསྐྱོད་འོ་ཕྲུ་གུ Doctor བསྐྱོད་དེ་ནས་ཕྲུ་གུ DC བསྐྱོད་འོ་གཅིག་གཅིག་བསྐྱོད་ཚེ་གཅིག་བསྐྱོད་ཟེར་ན་ཕྲུ་གུ་འོ་ད་ཡང་ན་ལ་དྭགས་སུ་པ་ལ་ལ་དྭགས་སུ་སྐད་མེད་ཚིག་གི་ལྷ་བྲེ་གི་ནང་བཏང་ན་འོ་ད་རྩ་བ་གཉིས་ན་ནོར་དེ་རྒྱག་པ།

ཨོ་གསུངས་པ་སང་ན་ཨོ་ད་ང་དང་ཅི་ཡ་ཟེར་ན་ང་དང་ལ་དྭགས་སུ་པ་ལ་ལ་དྭགས་སུ་སྐད་དང་ཡི་གེ་ཤེས་དགོས་ཤ་སྤོ་ཤེས་དེ་ན་མང་སྟེ་ཡང་ཁག་ཅ་མིན་ཀྱང་བསྟུར་རྒྱུ་ན་ང་དང་ཞུ་ཡ་འདུག་མི་རིགས་གཞན་གྱི་སྐད་རང་གི་སྐད་དེ་བོར་དེ་མུ་ཅོ་སྟེ་ཤེས་དེ་སྟེང་ན་མི་རིགས་གཞན་གྱི་སྐད་ཤེས་ན English ཤེས་ས་འགྲོ Hindi ཤེས་ས་འགྲོ Urdu ཤེས་ས་འགྲོ་ཨོ་ད་ང་དང་ཡང་སྐད་ཅིག་མང་པོ་ཤེས་ན་མཛེས་པའི་རྒྱན་ཡིན་ཞུ་ཡ་འདུག། འོ་ད་རང་གིས་སྐད་ཡིག་མ་ཤེས་ས་མི་རིགས་གཞན་གྱིས་སྐད་ཤེས་ན་ཡང་འདོད་ཤེས་དེ་ན་སྔོ་ཚལ་སྣ་ཟིན་ནི་ཤོར་རོགས་འཕྲལ་སྐྱེས་ཟེར་རྒྱུ་ཡིན་ནོ་ཟེར་ཐུབ། དཔེར་ན་ང་དང་བླ་དྭགས་སི་ན་ད་སྒང་འདིར་ཡང་བླ་སྐྱེས་མཐོན་པོ་མཐོན་པོ་ཅོག་ཁང་མང་པོ་ཅིག་བླ་དྭགས་སིས་སྐད་བདེ་མོ་ཅོ་སྟེ་གཏང་ཤེས་ས་མི་ནུས་བ་ལས། བླ་དྭགས་ཀྱི་དབྱིག་ཡིག་ཀློག་ཤེས་ས་མི་ནུས་བ་ལས་འོ་ད་དེ་ཚང་མ་ཤེས་དེ་ན་འཕྲལ་པ་ཡིན་ཀྱང་བདེན་པའི་འཕྲལ་པ་ཡིན་ཀྱང་ད། ང་མི་རིགས་ཤིག་ཁྱེད་རང་གང་རུང་སྤ་ཡིན་ཟེར་ན་ང་ལ་རགས་སྤ་ཡིན་ཟེར་ན་པོ་ཅིག་ལ་རགས་སི་ལང་གོས་པོའམ་སྐ་སྡིག་པོ་ཅི་ནོག་ཟེར་ན་པོ་ཅིག་ང་དང་ད་བུ་ཏི་ཟེར་ནའང་འདྲ་བུ་སྡིག་ཟེར་ནའང་འདྲ་ཨོ་ལ་རགས་གི་ཟེར་ནའང་འདྲ་ཅི་ཟེར་ནའང་འདྲ་ཨོ་དོ་ཨི་ནོག་ཟེར་ན་པོ་ཅིག་ཨེ་ནི་ཨོ་དེ་ག་ནི་ཁྱེད་རང་ག་རྩོམ་གྱི་རྒྱབ་སྤི་ན་ཟེར་ན། ད་ག་ཅིག་ག་རྩོམ་རྒྱབ་ཅགས་ཨ་ཟི་ག་བོར་དེ་དེ་ག་ནི་སིལ་མ་ཤེས་སྒྲིལ་མ་ཤེས་ན་རྩོམ་གྱི་ག་ནས་ཡོང་ཅགས་ཟེར་ཀྱང།

ཨེ་ནི་ལ་དྭགས་སི་ནའང་ལ་དྭགས་སི་པི་འདི་ནི་དེའི་དབྱི་གཟུགས་ཡོན་ཏན་ཅན་ནི་མི་ངོ་ནི་ཟེར་འདུག་སི་པོན་པོ་ཡིན་ཟེར་འདུག་ཨེ་ནི་རང་ཨི་སི་ཀ་དང་ཨི་གེ་ཤེ་ས་མི་ནུག་ཟན་པོ་ཅིག་ད་དེམ་པའི་དེ་ནི་ག་ཤེད་དེ་ནང་ཁྲལ་ཅེས་ཟེར་རྒྱུ་ཅིག་ཡིན་ཀྱང་ད་ང་དང་ཨོ་ད་ངོ་ཚེ་ར་གཞན་རང་གི་སི་ཀ་དིག་མ་ཤེས་ངོ་ཚེ་ཤི་ན་ཟེར་ཤན་པོ་ཨོ་དོ་རྒྱུ་རེད་ཀྱང་ད། བདག་ས་དང་ང་དང་ང་དང་དེ་ན་ལ་རགས་སྤེ་ར་དེ་ན་ཆུང་ངུས་མིན་ན་ཁོ་རུ་འཇིག་དེ་ན་ཆུང་ཚེ་ན་ཐོམ་ཟིན་འདུག་སྤེ་འདུག་ཟེར་པ་ས་ན་དེ་སྔོན་ཚེ་སྣགས་པོ་ཡིན་པ་ཤེས་ས་མེད་ཀྱང་ནམ་ཞིག་ང་དང་ཕི་ལོག་ཅེ་ག་ག་དིང་ན་འོ་དེ་ཙ་ན་འོ་ད་རང་གིས་ག་དིང་མ་ཤེས་ན་སྔོན་ཚེ་སྣགས་ཟིན་ནོག་ཟེར་ཁན་པ་ཁེ་དེ་ན་བཟོད་དེ་ང་དང་ངོ་ཁྲོ་ཅི་བྱེད་དེ་རོགས། སོང་པ་ས་ན་ངས་དེ་རིང་ཡི་ག་བཞུ་ཆེས་པོ་ཅིག་མཛད་ན་འོ་ད་ཕ་མ་ཞིག་ཡིན་པ་ན་ཕ་ལ་རང་གི་ཕྲུ་གུ་ཨ་སློབ་སྦྱོང་ཕྲུ་གུ་སྐྱེས་དེ་གཅིག་པོ་མི་འགྲིག་ཅེས་ཨོ་ཕྲུ་གུ་སྐྱེས་རྗེས་ང་དང་དགའ་སྐྱེས་དེ་ན་ཁྱི་སྦི་ལ་ཏུ་སྒྲོ་ད་མང་པོ་ཕྲུ་གུ་སྐྱེས་དེ་ན་དེ་ན་ཁོ་རང་ཁོ་རང་གོ་ཐོན་དེ་ཁོ་རང་ཕྲུ་གུ་དེ་དུས་གོ་ཐོན་དེ་ཆགས་ནོ་དེ་ན་ཕང་སྟངས་ཅག་ཞིག་ཡང་མིན་ན་འབོར་སྟངས་ཅག་ཞིག་མ་གཏོགས་ཅང་མེད་ཀྱི་ང་དང་ཏུ་སྒྲོ་མ་ནོ་ག་ལས་ང་དང་མི་ཡིན་པ་བཟང་ན་མི་ཡིན་པ་བཟང་ན་མི་ལ་ཕྲུ་གུ་སྐྱོང་སྟངས་པོ་ཡང་སོ་སེ་ཡོད་པ་བཟང་ན་ཨོ་སྐྱེས་དེ་སྟེང་ན་ཕྲུ་གུར་དེ་མོ་ཅོས་དེ་གོ་ཐོན་སྟངས་ཅི་ཟེར། འཁྲུངས་བར་དེ་མོ་ཆུ་སྟེ་སློབ་སྦྱོང་དང་བཅས། འོ་ད་འདི་ན་ཚོགས་ལ་སློབ་སྟོང་དང་བཅས་ན་ཕ་མ་གཅིག་གིས་ཡང་མང་པོ་ཞིག་གིས་ནི་ཕྲུ་གུ་ཕེད་ལམ་ཕེད་གཅིག་ཚུགས་པ་ཁེ་དེ་ན་སློབ་སྦྱོང་དང་ལམ་ཕེད་གཅིག་ན་ཕྲུ་གུ་འཕངས་ཏེ་འོ་འདི་ནི་ཕྲུ་གུ་ཅང་མི་འདོད་ཅེས་གྱུར་འདུག་ཨ་ལས། མགོ་མེག་པོ་ངའི་ནོ་ནོ་དང་ངའི་ནོ་མོ་ཟེར་ཅིག་སློབ་གྲྭ་དྲག་པོ་བ་དང་མི་འདྲ་མི་འདྲ་དང་བན་ཆི་ཀའི་ནོ་ནོ་དང་ནོ་མོ་ཨ་ནི་ད་རུང་འང་པེ་ནེ་ཏུ་ཀོལ་ད་རུང་འང་སློབ་སྦྱོང་དུ་བ་དེ་ཕ་མ་ལ་སེར་སྣ་ཚིག་གིས་ཏེ་ཨ་ནི་ད་ངན་ཅག་མི་ནག་གཟན་པོ་ཅིག་ཨ་ནི། བ་འཆི་ཁ་དག་ཕ་མའི་རེ་བ་ནང་བཞིན་ཡང་མ་འགྲུབ། ཕྲུ་གུའི་རེ་བ་ནང་བཞིན་ཡང་མ་འགྲུབ། ཨོ་དེ་ནི་ཕྲུ་གུའང་མགོ་མ་ཐོན། ཨེ་ནི་སྟེང་རྒྱུག་པའི་ཀ་དག་ས་བཙུགས་པ་འགྲོ་སོང་དང་དཀར་པོ་ཕ་མའང་ཕན་མ་ཐོགས། ཨོ་ད་ཕྲུ་གུ་ཅེས་ཟེར་ན་ཁོ་ལམ་ཕན་ཅི་ག་མེད་ནས་མ་སླེབས་པ་བསམ་ན་བ་འཆི་ཡས་ཕྲུ་གུའང་བསམ་བློ་ཁོ་ར་ནོག་ག་ལ་ཅིས་བསམ་བློ་ཁོ་ར་ནོག། ངའི་ཕ་མ་དངོས་ནས་མགོ་མེག་པོ་དང་ང་ལྷ་བྲག་བརྒྱད་ལ་བཏངས་པ་ཡིན་ནའང་རྒྱུག་ཁྱོལ་ཁྱོལ་ཚུགས་པ་སྟེང་རྒྱུག་ཚུགས་པ་མ་བཏངས་ང་མི་ཚེ་དགོད་ལ་སོང་ཟེར་ན་ཨེ་ཟུག་གི། ཨོ་དེ་ནི་ཕྲུ་གུའང་བསམ་བློ་ཁོ་ར་ནོག་ག་ལ། ཨེ་ནས་ཕ་མ་ཁོ་རང་ད་ཁྲོ་བོ་ང་སྟེང་རྒྱུག་པའི་ཀ་མི་ཚེམ་རྒྱུག་པའི་ཀ་ང་རང་ལྟ་ཀ་ནས་ཡར་ཀ་འཛེར་ན་ཅི་ཟེར་ན་ཨོ་ཁྲོ་བོ་ཡིན་བསམ་སྟེ་ཨོ་གཟུགས་ཀྱི་སློབ་སྦྱོང་དང་དགོས་མེད་ཀོ་དང་སྐྱག་སྟེང་ན་ལམ་བེད་ཅི་ག་ཕངས་དང་བསྟ་བསམ་ན་ཨེ་ནས་ཁྲོ་བོའི་བསམ་ཨེ་འོང་མ་ལྟ་ཨེ་ནས་ཁྲོ་བོའང་ཕ་མ་མ་བསམ་ཕ་མའང་ཁྲོ་བོ་མ་བསམ་ལོ་ད་ད་བཏང་ན་ཡང་ཕ་མའི་ད་བརྩེ་བ་ཡོད་དེ་ནོག་ད་ཁྲོ་བོ་ཨེ་འོང་བ་ཁོ་ར་མེད་ཀྱང་ཁྲོ་བོ་ཨེ་འོང་བ་ཡ་ཡ་ང་དང་ཡ་ཅོ་བ་མེད་ཀྱང་ཡ་མདོར་ན་བརྩེ་བ་དང་ཐུགས་ཡིད་བསམ་ལེན་ནང་ཨོའོ་ཕ་མ་བཀའ་དྲིན་ཅན་པོ་ཡིན་སྐབས་འགྲོ་བསམ་བློ་འཁོར་ཏེ་མེད་ན། ད་ལྟའི་སྐབས་མིའི་དབང་བཏང་སྟེ་ཡང་ན་ཤེད་བཀོལ་ཏེ་སྤྱི་སྡོང་བྱོས་སྟེ་ཅང་ཡང་སང་ཉན་ཅ་མེད་ཀྱང་ད་ཕྲུ་གུ་བ་དཔེ་ནས་བཏང་ན་ཡང་ཉན་ཅ་ཟི་མེད་ཀྱང་ད། ཨོ་སོང་པ་སང་ན་ང་དང་ཞིང་བཏབ་སྟེ་སྟེང་ན་ཨོ་དེ་ལུད་བཏང་ཅ་ནང་ཆུ་བཏང་ཅ་ཚང་མ་ཁོ་རང་དུས་ཚོད་ཅིག་ཡོད་དེ་ནོ་དུས་ཚོད་དེ་ཀ་ཀ་མ་བཏང་ན་ཞིང་བོ་ཐོ་ར།

ཡང་མིན་ན་ག་གེ་དེ་ན་ཁོ་བ་སྒོ་ཐོན་བཏང་ཙ་ན་ཨོ་དུས་ཚོད་ལ་ལྟ་སྟེ་ཨོ་ཕྲུག་གི་ཀྲ་ཡན་པོ་ག་རུ་སླེབས་འདུག་དུས་ཚོད་པོ་ག་རུ་སླེབས་འདུག་ད་ཁོ་བ་ཅི་བྱོ་གོ་བྱས་འདུག་ད་ཁོ་གང་བོ་ཞིག་ག་སླེབས་འདུག་དེའི་དུས་ཚོད་ལོ་ཚད་པོའི་ག་སླེབས་བར་པོ་ཅེ་ཁོ་བ་སློབ་སྦྱོང་ཚིར་ག་ག་ཟུག་ག་ཟུག་རེ་བཏང་གོ་བྱས་འདུག་ཨོ་དེ་ཀུན་མ་ཤེས་ན་ཨེ་ནས་ང་དང་ཕྲུག་གུ་མང་པོ་ཞིག་སྒོ་དེ་ལ་ཆ་ཆ་སྤོ་ཨོ་དེ་ན་སོང་སྟེ་འདུག་ཕ་མ་ལ་ཕྲུག་གུ་སྐྱོང་སྟངས་པོ་མ་ཤེས་ཨོ་ད་དེ་ན་ཕ་མ་རིགས་གཅིག་ནི་རང་སློབ་སྦྱོང་མེད་པ་བསམ་ན་ཕྲུ་གུ་མི་རེས་བཏང་འདུག་ལྟ་ཚེ་དེ་ན་ལྷ་མོ་ཨ་བསྟན་ཅིག་བཏང་འདུག་པ་བསམ་ན་དེ་ནི་ཕྲུ་གུ་གང་བོ་ཞིག་ག་སླེབས་པའི་གང་བོ་ཞིག་ག་ལ་ཅང་མ་དག་ཐོ་རར་སྟེང་འཇུག་པའི་ག་ཕྲུ་གུ་ཅང་མི་འདོད་ཅག་ཤོད་གསུངས་ཏེ་དེ་ནི་ད་གདངས་འདི་རེད་ང་དང་གོ་ཆས་འདུག་ག་ལས་ཨོ་དེ་ཕྲུ་གུས་ནི་སྦྲག་ཟ་ནོག་དེ་ཕྲུ་གུས་ནི་ཨོ་ད་དེ་ཨ་རག་ནང་དེ་བྷིས་ཀི་ནང་རམ་ནང་མི་འདྲ་མི་འདྲ་རྐྱང་འདུག་སྟེ་བཞག། སྟངས་འདི་ཁ་ཅིག་ནི་ངས་པོ་ཚོགས་སེ་འདུག་ས་ནོ། ཨུ་གཟུགས་གཟེར་ཆས་ང་དང་མང་པོ་གོ་རུག་ག་ང་དང་མཐོང་འདུག་ག་ལེ། ཨོ་དེ་ཚང་མ་ཀ་ནས་སོང་སྟེ་ནོ། ཨོ་ཕྲུ་གུ་ཚུང་ཙེ་ཙ་ན་ཨི་གཟུགས་ཡོད་པིན་ན། ཚུང་ཙེ་ཙ་ན་ཕྲུ་གུ་ཀ་གཟུགས་རྡེབ་ངོ་ཡོད་པིན་ཀ་གཟུགས་རྒྱ་ལ་ཡོད་པིན་ཨ་བ་ལེ་ན་ཨ་མ་ལེ་ཟིན་ཅིག་ཕྲུ་གུ་ནི་ཨ་བ་ལེ་ན་ཨ་མ་ལེ་ས་ངེ་ནོ་ནོ་ལེ་ནོ་མོ་ལེ་ཀ་ག་ལེ། ཨོ་ཤེ་མ་ལེ་ཟིན་ཅིག་ཨོ་ཀ་གཟུགས་ཡ་ཤ་ཅིག་ད་ཅི་སོང། ཨོ་ད་ཕྲུ་གུ་མི་འདོད་ཅེས་པོ་ཕ་མའི་སྐྱོང་དང་པོ་ནང་ཨོ་ཨོ་དེ་ཚང་མ་རྩ་བིག་ནོར་དེ་ཡོད་ཀྱང་དེ་ལམ་པའི་ནང་ཕ་མ་སྤྲན་གྱིས་ཀ་ཡ་མི་ནས་དུས་ཚོད་ཀྱིས་ཀ་ཕྲུ་གུ་སྐྱོང་དང་པོ་རྒྱ་ལེགས་ལྷབ་མ་ཡིན་ཀྱང་ཨོ་གསུངས་པ་ས་ན་ཕ་མ་ངུ་ནིས་ཨོ་ད་གནམ་ས་ང་དང་ཆོས་རན་པོ་ཅིག་བདེན་ན་སྔ་ཐོག་ལངས་ཏེ་ཁམ་དོན་གཅིག་པོ་བཅོས་བྱ་བསམ་བློ་མ་བཏང་ཨོ་ད་གལ་ཏེ་ཕ་མ་ཞིག་ཁམ་དོན་དགེ་སྦྱོར་མ་དྲག་པོ་བཅོས་གང་ཅིག་ཡིན་ན་ཡང། ཕྲུ་གུ་ཅག་མགོ་མི་ཐོད་ཀྱང་ཅིག་ཕྲུ་གུ་ཅག་མི་འདོད་ཅག་ཞེས་བྱོས་ན་དེ་ཕ་མ་ཡིན་སྐད་ལ་ཨོ་སྡིག་པ་བསམ་ཞིག་བསགས་ཏེ་མེད་ཀྱང་མི་གཅིག་གིས་མི་ཚེ་རྒོད་ལ་བྱ་བཅུག་ཟེར་བ་ལས། མི་གཅིག་གིས་མི་ཚེ་ཆུད་ཟོས་ལ་བཏང་ཟེར་རུང་ད་དེ་ཕྲུ་གུ Drugs འཐུང་ག་ཅིག་ཧ་ལས་ཨོ་ཨི་གཟུགས་ཤིག་འཐུང་སྟེ་ཨེ་ནས་ཐོ་ར་སྟ་ཁོ་མི་ཚེ་འཚོ་བ་མ་ནོག། དེ་ནས་ཕྲུ་གུ་དུས་སུ་ཤི་མ་རན་གོང་ང་ཤི་བྱ་ཞེས་ཨི་གཟུགས་ཤིག་སླེབས་ན་འོ་ད་ཁོ་འདས་ལམ་པའི་ནང་སུས་བཅོས་ཀྱང། དཔེར་ན་པཎ་ཆེན་རིན་པོ་ཆེ་བཀའ་སློབ་ཅིག་ཡིན་ན་ཏེའུ་མོལ་ཏེ་དུག་སྔར་འོ་རྒྱ་ནག་ལ་འོ་ཕྲུ་གུ་ཞིག་ཧ་ལས་ཨེ་ནས་དགའ་ཁྱེད་དེ་ན་ཨ་མ་སྟེང་འཇུག་ཕྲུ་གུ་ཞིག་དགའ་རྐུན་མ་ལྕགས་པ་པད་བཙོག་པོ་གྱུར་ཏེ་ཐ་མའི་སྟེང་འཇུག་པའི་ཀ་ཁོ་ཨེ་ནས་ང་དང་ཡང་མེན་སུ་སའི་ཕ་ཕན་སི་དང་བྱ་སི་འོ་ཁྲིམས་སྤོག་ཀྱང། ཨེ་ནས་ང་དང་ལྟག་རྡོར་དུ་ན་སྲོག་ལྟོ་བ་དང་བཅས་སུ་ངེས་པ་ཕོག་ཀྱང། སྲོག་ལྟོ་བ་དང་བཅས་སུ་ངེས་པ་ཕོག་པ་བསགས་ན། ཨེ་ནས་ད་སྲོག་ང་དང་ཕན་སེའི་དང་བཅས་ན་ཡང་ན་སྲོག་ལྟོ་བ་དང་བཅས་ན་སྟེང་འཇུག་པའི་ཀ་ལས་པའི་ཀ། ད་ཁྱེད་རང་ལ་རེ་བ་ཅི་ཡོད་འོ་ད་ཁྱེད་རང་སྐྱོ་ན་འགྲིག་ཟེར་ཀ་ནས་ཁོང་ང་དང་དུས་ཚོད་ཅིག་ད་ང་ནོ་བ་ལས། ཟེར་པ་ཟ་ན་ཨེ་ནི་ཨོ་དེ་ཕྲུ་གུ་ཁྱེར་དེ་ན་ཧ་ཅང་ཆུང་ཚེ་ཙ་ན་ཨ་མེས་ཧ་ཅང་བྱམས་སྐྱོང་ཅོག་ཚེ་ཅི་དགོས་སྐད་ཚང་མ་ལྟ་ཡང་འཇིག་ཅི་དོ་ཁོ་ལ་དགོས་ཤ་ཚང་མ་ལྟ་ཡང་ལྟ་ཡང་འདུག་པ་ཟ་ན་ཨེ་ནི་ཕྲུ་གུ་སྐྱག་ལ་ཡང་སོང་སྟེ་སློབ་སྦྱོང་ཡང་མ་བྱོས་ལྷ་བྲ་ཡང་མ་སོང་ཨེ་ནི་ཕྲུ་གུ་རྐུན་མ་སྐྱག་པ་གྱུར་ཏེ་ཐ་མའི་ཀ་ཨོ་ད་ཁོ་བདག་སེ་ཨེ་ནི་ཧྥན་སི་ཨེ་དང་བྱ་སེ་ཁོ་བ་རྐུན་མ་ཧ་ཅང་སྐྱག་པ་དེ་ནི་རྐུན་མ་རྐུ་བྱེད་སེ་དོན་དག་མི་མང་པོ་ཟ་ཨོ་གཟུགས་མང་པོ་བྱོས་ཏེ་ཁྲིམས་ཀ་ང་སླེབས་ཏེ་མཐའ་མེད་ཀ་ཁོ་སྲོག་ལྟོ་བ་དང་བྱ་སའི་ཉེས་པ་ཕོག་ཏེ་ཕོག་པ་སང་ན་ཨེ་ནས་ད་ཨོ་དེ་མཐའ་མེད་སྲོག་ལྟོ་བ་དང་མ་དང་སང་ངན་ལ་ཨེ་ནས་ཁོ་ཨ་ང་དང་བཙོན་ཁང་ན་ད་ཁྱེད་རང་རེ་བ་ཅི་ཡོད་ཟེར་པ་སང་ན་ང་ཨ་མ་ཐུག་ཐུག་གོ་ཤ་རག་ཟེར་ལྟོ་བ་ལས་ཨ་མ་ཐུག་གོ་ཤ་རག་ཟེར་པོ་ཅིག་དེ་ནས་ཨ་མ་བོས་ཏེ་ཁྱོངས་ཏེ་ཕྲུག་གུ་ཐུག་བཅུག་སྐད་ད། ཕྲུ་གུ་ཐུག་བཅུག་གམ་པོ་ཅིག་ཨ་མ་བདུན་ལ་སླེབ་བམ་པོ་ཅིག་ཕྲུ་གུས་ཅི་ཟེར་རྟོགས། ང། ཨ་མ་ཁྱེད་རང་བཀའ་དྲིན་ཆེན་མོ་ཡིན་བདེན་པའི་བཀའ་དྲིན་ཆེན་མོ་ཡིན། ཨིན་ཨེས་ཀྱང། ཨ་མ་ཁྱེད་རང་ཨེས་ཆུང་ཚེ་ཙ་ན་ང་སློབ་སྦྱོང་རྒྱ་ལ་བཅོས་ཏེ་རི་མོ་བཅོས་སའི་ཀ་ཏང་སྤིན་ན་བདག་ས་ང་དེ་རིང་ཡི་ག་སྲོག་ཐོག་བའི་ངེས་པ་ཁེལ་ཏེ་མེད་སྐྱག་ཨིན། ཨ་ཆུང་ཚེ་ཙ་ན་ཨ་མ་ཁྱེད་རང་ང་སློབ་སྦྱོང་བྱས་དང་རི་མོ་བཅོས་ཏེ་མ་ཏང་ཅིའི་བཟོད་དཀའ་མཚང་མ་ཅིའི་དགོད་དཀའ་མཚང་མ་བཏང་ཡང་འཇིག་ཡ་ཤ་ཅོ་འཇིག་བོར་པ་སང་ན་ང་སྐྱག་ལའང་སོང་སྟེ་དེ་རིང་ང་ཨོ་ད་རྐུན་མ་བཅག་པ་གྱུར་ཏེ་ཐ་མའི་ཀ་ང་སྲོག་ཐོག་བའི་ངེས་པ་ཁེལ་བཅའ་སྲིད་ཨི་དུས་ཚོད་དཔེ་ཀ་སླེབས་དེ་རུང་ཨོ་དེ་ཚང་མ་སུའི་ནོར་རྟོགས་ཟེར་ན་ངས་རྟགས་ཆ་གྱོན་པོ་ཅིག་ཨ་མ་ཁྱེད་རང་ང་མཚུངས་རྩེ་ཙ་ན་ཨོ་སོ་སྐྱོང་བྱོས་དང་པོ་མ་ཤེས་ས་ཨི་གཟུགས་ན་སྟང་པོ་སླེབས་སྟོང། ཨོ་ཡང་ངའི་ཡ་ཏོ་མཛའ་བོ་ཚང་མ་ཨི་ན་སྟང་པོ་མ་ལེ་བར་དེ་མོ་ཆུ་སྟེ་ཀ་གཟུགས་ཅུན་དུ་ཁོང་ཕ་མ་ངོ་ནས་ཨོ་ཨ་མ་ཨ་མ་ཨ་བ་ལེ་ཨ་མ་ངོ་ནས་སུང་ཙེ་ཙ་ན། སློབ་སྦྱོང་དང་ཨོ་སྐྱག་ལང་ཨ་མ་དང་བར་དེ་མོ་ཆུ་སྟེ་སྐྱ་སོ་སྐྱོང་ཆོས་པ་སང་ན་དེ་ན་སྐ་པོ་ལེབ་སྐྱག་ང་ཨི་གཟུགས་ན་སྟང་ལེབ་སྐྱ་སྤུ་ཁེ་དེ་ན་ཨ་མ་ཁེ་རང་ཨ་བཞ་སྟེ་ཨིན་ཟེར་ཟེར་པ་སང་ན་ད་ཨ་མ་སྡིག་པ་རེད་ཨང་ཁོ་ཕྲུ་གུ་སོག་ཏོ་ང་དང་ད་སྡིག་པ་རེད་ངུས་འཇིག་ཚེ་རེད་འཇིག་ཀྱང་བྱོས་ཐབས་མེད་ད་ཕྲུ་གུའི་མདུན་ལ་ཡོང་ཟེར་པ་སང་ན་ད་ཅི་ཟེར་སྐྱག་ང་ཨ་མ་ཁེ་རང་ཨེ་ནས་ཀང་ནུ་མ་འོ་ད་ཁ་ཅིག་རྒྱབ་དགོ་ཤ་ད་ཟེར་ཀྱག་ད་ཀོ་ངའི་ཨ་མའི་ནུ་མ་འང་ཁ་རྒྱབ་དགོ་ཤ་ད་ཨ་མ་སང་ཨི་ན་བསམ་ཀྱག་ཨི་ན་བསམ་པ་སང་ན་ཨ་མའི་ནུ་མ་འོ་ད་ཕྲུག་བ་ཀག་ང་ད་ཁོའི་ད་མ་ཕན་སེ་མ་ཏང་ཡ་མེ་ན་སོག་ཏོག་བ་མ་ཏང་སང་ང་ལ་ཁོ་སི་ཏན་ཨ་གཟུགས་ཅོག་ཟེར་པ་སང་ན་ཨེ་ནས་ཨ་མའི་ནུ་མ་ཁ་རྒྱ་བ་འགོ་ཅིག་ཨེ་ནས་ཨ་མའི་ནུ་མ་ལ་ཁོ་སོ་རྒྱབ་སྟེ་ཨ་མ་དེ་ནས་ཀ་སད་ཀྱག་ཁོ་བུ་མོ་ཟེར་ཀ་ནུ་མ་ཁྱེད་དེ་ན་རྩ་ཚང་མ་བསྡུས་སྟེ་ཡོད་པ་སང་ན་དེ་ན་ཨེ་ནས་ཁོ་ཤི་ཅག་སིག་ཉན་ཀང་ཡོད་པ་སང་ན་ཨེ་ནས་ཐ་མའི་ཀ། ཕྲུ་གུ་སྐྱེས་ཏེ་ན་འོ་ད་ཨ་མས་འོ་ནུ་མ་སོ་བརྒྱབ་སྟེ་ཨ་མ་ས་བརྒྱག་ཁོ་རང་མ་ཤེས་སང་ང་ལ་ཁོས་ཨ་མ་ས་བརྒྱག་ད་འོ་གསུངས་པ་སང་ན་འོ་ད་ང་དང་ཚང་མ་སང་འོ་རང་གི་ཕྲུ་གུ་འོ་ལམ་བདེ་མོ་ཞིག་ལམ་རྒྱ་ལེགས་འོ་དེ་ནས་ག་བཟང་བོད་ཀྱི་ན་ཁྱོང་ཨ་ལ་འོ་ཕ་མས་ཕྲུ་གུ་སྐྱོང་སྟངས་བུ་མ་ཤེས་ན་ཕ་མས་ཕྲུ་གུ་འོ་དེ་ནས་ག་སློབ་སྦྱོང་སྟངས་ཅ་ཚེ་ཚེར་ཀ་ཚང་མ་མ་ཤེས་ན། ཨོ་དེ་ནི་ཕྲུ་གུ་འོ་ཟུག་ཞིག་བསྒྱུར་ན་ད་ཐོ་ར་ཕྲུ་གུ་མ་སྐྱེས་ས་ང་ལ་ཙམ་ཞིག་དཀའ་ངལ་མ་བརྒྱབ་སིན། སྐྱེས་སྟེ་སྟེང་ན་ཚ་ནི་ཉིད་མེད་ཉི་མའི་གཟར་མེད་པ་ཙམ་ཞིག་དཀའ་ངལ་མ་བརྒྱབ་དེ་དཀའ་ངལ་ཚང་མ་སྒོར་ལ་ཆ་བཅུག་ཡ་ལ་ཆ་བཅུག་ན་ཨོ་ད་ཕྲུ་གུ་གསོ་སྐྱོང་རྒྱ་ལ་མ་བཅོལ་ན་འགྲིག་དེ་རོགས། དེ་ཚང་མ་སྒོར་ལ་ཆ་མ་བཅུག་ཨ་རྟེ་མོ་བཅོལ་ཏེ་ཡོང་ཡ་ན་ཨོ་ད་ཕྲུ་གུ་གསོ་སྐྱོང་བཅོལ་དང་པོ་རྒྱ་ལས་བཅོལ་སྟངས་དཔེར་ན་ང་དང་འཇིག་རྟེན་འདི་ག་མཐོང་འཇིག་དང་རོང་ཁྲོ་བོ་ཁ་ཅིག་གིས་ཕ་མ་ལ་བརྩམས་ཤིག་ཞབས་ཕྱི་བཞུ་རུག་བརྩམས་ཤིག་རྒྱ་ལ་བསྐྱུར་རུག་འོ་དེ་ཕ་མའི་བཀའ་དྲིན་བསམས་ཏེ། ཕ་མས་མཚུངས་རྩེ་ཙམ་ན་ཁོ་བ་བྱམས་སྐྱོང་ན་མཉམ་པོ་བརྩེ་བ་ན་མཉམ་པོ་གསོ་སྐྱོང་བར་དལ་མོ་བཅོས་ཏེ་དུས་ཚོད་ལ་དུས་ཚོད་ལ་ཅིའི་སྒོ་སྐང་ཚང་མ་བཏང་ཤེས་པ་བསང་ན་འོ་དེ་ཁྲོ་བོ་ངུ་ནིས་ཕ་མའི་བཀའ་དྲིན་བསམས་ཕ་མས་བསང་ཁྲོ་བོ་ལ་བརྩེ་བ་དང་འོ་ད་རུང་ཁྲོ་བོ། ལོ་ལྔ་བཅུའི་ཀླད་པའི་སྐྱག་ལོ་བཞི་བཅུའི་ཀླད་པའི་སྐྱག་ངས་ནོ་ནོ་ནང་ནོ་ནོ་ཟེར་འདུག་ག་ལས།